བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཡང་གུས་ཕྱག་སྔོན་དུ་བཏང་ནས། བོད་ཕྱི་ནང་གཉིས་སུ་བཞུགས་མཁན་གྱི་བོད་རིགས་སྤུན་ཟླ་ཡོངས་ལ་ཡང་མཛའ་བརྩེའི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་ཡ་དང། ལྷག་བསམ་ཚོགས་དཔལ་གྱི་ཚོགས་གཙོ་གཙོས་པའི་རྒྱུན་ལས་རྣམ་པ་ལྷན་རྒྱས་ལ་ཡང་ནི་ང་ལ་ཡང་ད་རིང་སྐབས་བཅུ་བདུན་པའི་དབུས་གཙང་སྤྱི་འཐུས་འོས་མི་ལང་མཁན་གྱི་ཡིན་པའི་ཆ་ནས་ལྷག་བསམ། སྐད་འཕྲིན་གླིང་འདིའི་ནང་ལོགས་ལ་ཡ། གཏམ་བཤད་བྱེད་ཡག་གི་གོ་སྐབས་གནང་པ་དེ་ལ་ཡ། རྣམ་པ་ཚོ་ལ་ཡ་ཐུགས་ཆེ་ན་ཞུ་བས་ཡིན། ངའི་མིང་ལ་ཡ། སྤེན་པ་ཚེ་རིང་ཞུ་གི་ཡོད། ང་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོ་ལ་ཡ་བོད་སྟོད་ལུང་བདེ་ཆེན་རྫོང་ཁོངས་སུ་སྐྱེས་པ་རེད། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོ་ལ་ཡ་རྒྱ་གར་ལ་ཡོང་ནས། མ་སུ་རི་བོད་ཁྱིམ་སློབ་གྲྭའི་ནང་ལོགས་ལ་ཡ་ནི་སློབ་སྦྱོང་བྱེད་ཡག་གི་གོ་སྐབས་བྱུང་སོང། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུའི་ལོ་ལ་ཡཱ་ཨ་ནི་མ་བསོད་རིགས་བུ་ཁྱིམ་ནས་འཛིན་རིམ་བཅུ་གཉིས་ཐོན་པའི་རྗེས་ལ་ཡཱ་རྒྱ་གར་ལྷོ་ཕྱོགས་ཀར་ནཱ་ཏྲ་ཀའི་མངའ་སྡེའི་ནང་ལོག་ལ་ཡཱ་ཕྱིན་ནས་ཨ་ནི། ཀར་ནཱ་ཏྲ་ཀ་གཙུག་ལག་བླ་བྲ་ཆེན་མོའི་ཁུངས་སུ་ཁུངས་སུ་གཏོགས་པའི་ཨ་ནི་ཀི་ཏིལ་མཐོ་སློབ་ནང་ལོག་ལ་ཡཱ་ཉེ་བའི་གཙུག་ལག་རང་འཇམ་པའི་ཨ་ནི་སློབ་སྦྱོང་བྱས་པ་ཡིན། དེའི་རྗེས་ལ་ཡཱ་ཨ་ཀར་ནཱ་ཏྲ་ཀ་གཙུག་ལག་བླ་བྲེ་ཆེན་པོའི་ནང་ལོགས་ལ་ཡང། ཆབ་སྲིད་ཀྱི་ཐོག་ལ་ཡང་སློབ་དཔོན་རང་འཇམ་པའི་སློབ་སྦྱོང་བྱས་པ་ཡིན། ད་ཨིན་ཇིའི་ནང་ལོགས་ལ་ཞུས་པ་ཡིན་ན། MA Political Science། འདིའི་སྒང་ལ་ཡང་སློབ་སྦྱོང་བྱེད་ཡག་གི་གོ་སྐབས་བྱུང་སོང། མཐོ་སློབ་ལ་འགྲོ་པའི་སྐབས་ལ་ཡང། Dharwad ས་གནས་གཞོན་ནུས་ཀྱི་ཚོགས་གཙོ་ཐེངས་མ་གཉིས་བྱས་པ་ཡིན། དེ་ག་ནང་བཞིན་གྱི། མཐོ་སློབ་ཐོན་པའི་རྗེས་ལ་ཡང་འབྲས་སྤུངས་བློ་གསལ་གླིང་ལ་ཡང། བློ་གསལ་གླིང་གི་བསླབ་གྲྭའི་གི་ཨིན་ཇིའི་དགེ་རྒན་ལོ་གཅིག་བྱས་པ་ཡིན། ཉིས་སྟོང་བདུན་གྱི་ལོ་ལ་ཡང་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་སྤྱི་ཁྱབ་དབུས་རྒྱུན་ལས་ཁང་ལ་ཡང་འོས་འདེམས་བྱུང་ནས་ཉིས་སྟོང་བདུན་ནས་ཉིས་སྟོང་བཅུ་བར་དུ་ཨ་ནེ་གཞོན་ནུ་ལྷན་ཚོགས་ཀྱི་ཕྱི་དྲིལ་དྲུང་ཆེའི་ལས་ཁུར་ཞུས་པ་ཡིན། དེ་ནས་ཉིས་སྟོང་བཅུ་ནས་བཅོ་གསུམ་བར་དུ་ཡང་བསྐྱར་ཨ་ནི་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་སྤྱི་ཁྱབ་དབུས་རྒྱུན་ལས་ཁང་ལ་ཡར་འོས་འདེམས་བྱུང་ནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་སྒྲིག་འཛུགས་འགན་འཛིན་གྱི་ལས་འཁུར་དུ་ཞུས་པ་ཡིན། ཨ་ནི། ད་ས་གནས་གཞོན་ནུ་རེད་དེ་ཀ་ནང་བཞིན་གྱི་སྤྱི་ཁྱབ་དབུས་རྒྱུན་ལས་ཁང་ལ་ཡར་བསྡད་པའི་སྐབས་ལ་ཡར་སོ་སོའི་ངོས་ནས་ཨ་ནི་རྒྱུན་ལས་ད་ཚོགས་གཙོ་ཡིན་པའི་གནས་རེད་ས་གནས་གཞོན་ནུའི་ཚོགས་གཙོ་ཡིན་པའི་གནས་རེད་སྤྱི་ཁྱབ་དབུས་རྒྱུན་ལས་ཁང་རྒྱུན་ལས་ཡིན་པའི་གནས་ཨ་ནི་ལས་འཁུར་གྱི་མིང་ཙམ་མ་ཡིན་པ་ཨ་ལས་ཀ་དངོས་སུ་སོ་སོའི་ངོས་ནས་ད་བོད་བསྟན་པ་ཆབ་སྲིད་ཀྱི་དོན་དག་ལས་འགུལ་བྱས་བསྡད་དེ་དཔེར་ན་ཆ་བཞག་ན་མཐོ་སློབ་ལ་བསྡད་པའི་སྐབས་ལ་ཡ། ཟས་བཅད་ངོ་རྒོལ་གོ་སྒྲིག་ཞུས་པ་ཡིན། དེ་ག་ནང་བཞིན་གྱི་གོམ་བགྲོད་གོ་སྒྲིག་ཞུས་པ་ཡིན་ཨ་འདི། ད། ངའི་མཐོ་སློབ་ལ་ཆ་བཞག་ཡོད་ན་ང། ཚོགས་གཙོ་ཆགས་པའི་སྐབས་ལ་ཡང། ས་གནས་ནང་ལས་འགུལ་འདིའི་རིགས་དང་བོད་དོན་གྱི་གཞི་རྒྱ་ཆེ་བའི་ལས་འགུལ་འདིའི་རིགས་སྤེལ་བ་ཐེངས་མ་དང་པོ་རུ་ཆགས་བསྡད་ཡོད། དེ་ནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་སྤྱི་ཁྱབ་དབུས་རྒྱུན་ལས་ཁང་ལ་ཡང་ལས་ཀ་བྱེད་པའི་སྐབས་ལ་ཡིན་པ་ཡིན་གནས་ལས་རེད། ཉིས་སྟོང་བདུན་ལོ་ཡང་ཕྱི་ཟླ་བཅུ་བའི་ནང་ལོགས་ལ་ཡང། རྒྱ་གར་གྱི་ལྷོ་ཕྱོགས་སྦེང་ལོར་ནས་ཅེ་ནཱི་བར་དུ་ལ་ཡང་ཉི་མ་ཉི་ཤུ་རྩ་གཅིག། ང་ཚོས་སྐྱབས་གནས་དགེ་འདུན་རྣམ་པ་རེད་མི་བརྒྱ་རེད་སློབ་ཕྲུག་རེད་ཁག་གཅིག་ཨ་ནི་བོད་དོན་དྲིལ་བསྒྲགས་ཀྱི་ལས་འགུལ་གྱི་གོམ་བགྲོད་གཅིག་ཉིན་པ་ཉི་ཤུ་རྩ་བཞི་གཅིག་གོ་སྒྲིག་ཞུས་པ་ཡིན། དེའི་སྐབས་ལས་ཡིན་མི་སྣའི་སོ་སོ་འགན་མཁན་གྱི་གཙོ་བོ་གཅིག་ཆགས་བསྡད་ཀྱི་ཡོད། དེ་ག་ནང་བཞིན་གྱི་ཉིས་སྟོང་བརྒྱད་ལོ་ལ་ཡང་ནང་པ་ཚོ་ཁྱིན་གྱི་རེད་གཞུང་འབྲེལ་མ་ཡིན་པའི་ཚོགས་པ་ལྔ་གིས་ཨ་ནི་བོད་བོ་དོ་གོམ་བགྲོད་ཀྱི་ལས་གཞི་འགོ་བཙུགས་པ་རེད་ཉིས་སྟོང་བརྒྱད་ཀྱི་ཕྱི་ཟླ་གསུམ་པའི་ཚེས་པ་བཅུ་ནས། སྐབས་དེ་དུས་ཡིན་པའི་ནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚབ་བྱས་ནས་སོ་སོའི་ངོས་ནས་ལས་འགུལ་དེ་ནང་ལོག་ལ་ཡ་གུ་དྲི་ཚོགས་ཆུང་གི་ཐོག་ལས་གུ་དྲི་ཚོགས་ཆུང་གི་ངོ་བོ་ཐོག་ནས་ནི། ལས་འགུལ་དེ་གུ་དྲི་ཞུ་འགེལ་ཅིག་ཆགས་བསྡད་ཀྱི་ཡོད། དེ་ནས་ཉིས་སྟོང། རྒྱས་ཀྱི་ད་རྣམ་པ་ཚོ་ཞེ་དྲག་གི་སྲས་བུ་ཁྱིང་ཀེར་ཉིས་སྟོང་བརྒྱད་ནང་ལོགས་ལ་ཡ་ཨ་ནེ་ས་སྐྱིད་ཞི་རྒོལ་ཆེན་མོ་བོད་ནང་ལོགས་ལ་ཡ་དངོས་གནས་རྒྱལ་གཅེས་དཔའ་བོ་དཔའ་མོ་ཚོས་བོད་བསྟན་སྲིད་དོན་དག་ལ་ཡ་ལས་འགུལ་ཤུགས་ཆེན་པོ་སྤེལ་བ་རེད་ཨང་སྐབས་དེ་དུས་སོ་སོ་ཡིན་པ་ནས་གཞོན་ནུའི་དབུས་རྒྱུན་ལས་ཡོད་པ་ནང་ལོགས་ལ་ཡོད་པ་རེད་ལྷག་པར་དུ་ཕྱི་ཟླ་བཞི་པའི་ནང་ལོགས་ལ་ཡ་རྒྱ་གར་རྒྱལ་ས་ལྡི་ལི་ནས་རྡོ་རྗེ་གདན་བར་དུ་ལ་ཡ་ཉི་མ་ལྔ་བཅུ་ང་ལྔ་ཨ་ནེ་རྒྱལ་གཅེས་དཔའ་བོ་དཔའ་མོ་ཚོའི་གི་ཆེད་དུ་མཆོད་འབུལ་གྱི་གོམ་བགྲོད་ཅིག་གོ་སྒྲིག་ཞུས་པ་རེད་ཞུ་ན་ལྷན་ཚོགས་ཀྱི་འདིའི་སྐབས་ལ་ཡིན་པས་ནས་སོ་སོའི་ངོས་ནས་ཨ་ནེ་རྒྱལ་མཁྱེན་གྱི་གཙོ་བོ་ཅིག་བྱས་པའི་ཐོག་ནས་མི་བརྒྱ་དང་བཞི་བཅུ་ཞེ་བརྒྱད་འགོ་ཁྲིད་ནས་ཨ་ནེ་རྡོ་རྗེ་གདིང་བར་དུ་ཉི་མ་ལྔ་བཅུ་ངེ་ལྔ་ཆེད་གོམ་པ་བརྒྱབ་ནས་འགྲོ་ཡག་གི་བོད་དོན་ལས་འགུལ་ཅིག་སྤེལ་བ་ཡིན། དེ་ག་ནང་བཞིན་གྱི་ཉིས་སྟོང་དགུའི་ལོ་ལ་ཡང། ཉིས་སྟོང་བརྒྱད་ཀྱི་ཨ་ནི་ཕྱི་ཟླ་བརྒྱད་པའི་ནང་ལོ་ལ་ཡང་རྒྱ་ནག་ལ་ཡང་རྒྱལ་སྤྱིའི་ཨོ་ལོམ་པིག་རྩེད་འགྲན་འཚོགས་པའི་སྐབས་ལ་ཡང། གཞོན་ནུ་ལྷན་ཚོགས་ཀྱིས་ཨ་ནི་རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་ཡང། སྟོད་སྨད་ཆུ་སྨད་ཀྱི་ཟས་གུ་ཟས་བཅད་ལས་འགུལ་ཅིག་སྤེལ་བ་རེད། སྐབས་དེ་དུས་ཡིན་པ་ཡིན་ནའི་ལས་ཨ་ནི་སོ་སོ་གོ་སྒྲིག་ཚོགས་ཆུང་གི་རང་གི་ནང་ལོ་ལ་ཡང། འགོ་ཁྲིད་པའི་ཐོག་ནས་ལས་འགུལ་བྱེད་ཡག་གི་གོ་སྐབས་ཅིག་བྱུང་སོང། དེ་ག་ནང་བཞིན་གྱི་ཉིས་སྟོང་དགུ་གི་ལོ་ལ་ཡང། ཨ་ནི། གཞོན་ནུ་ལྷན་ཚོགས་ངོས་ནས་ཟེར་རྒྱུ་རྒྱ་གར་རྒྱལ་ས་ལྡི་ལི་ལ་ཡང་ཟེར་རྒྱུ་ངོ་གུ་སྤེལ་བ་རེད། སྐབས་དེ་དུས་ཡིན་པའི་ནས་ང་ཨ་ནི་གོ་སྒྲིག་ཚོགས་ཆུང་ནང་ལོགས་ལ་ཡང་གོ་སྒྲིག་བྱེད་མཁན་ཅིག་ཆགས་བསྡད་ཡོད། ཉིས་སྟོང་དགུ་གི་ཕྱི་ཟླ་གསུམ་པའི་ནང་ལོགས་ལ་ཡང་ཨ་ནི་རྒྱ་གར་གི་རྒྱལ་ས་ལྡི་ལི་ལ་ཡང་རྟེན་གཞི་བྱས་པའི་རྒྱ་མི་གཞུང་ཚབ་ནང་ལོགས་ལ་ཡང་ངོ་རྒོལ་བྱེད་ཡག་གི་གོ་སྐབས་ཅིག་བྱུང་སོང་སྐབས་དེ་དུས་ཡིན་པའི་ནས་སོ་སོ་མགོ་འཁྲིད་མཁན་ཅིག་ཆགས་བསྡད་ཡོད། དེ་ག་ནང་བཞིན་གྱི། ཨ་ནི་ཉིས་སྟོང་བཅུ་གཅིག་ལོ་ལ་ཡ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་དབུས་རྒྱུན་ལས་གསུམ་གྱིས་ཨ་ནི་རྒྱ་གར་རྒྱལ་ས་ལྡི་ལི་ལ་ཡ་ཟེར་བཅད་ལས་འགུལ་བྱས་པ་རེད། ཨ་སྐབས་དེ་དུས་ཡིན་པའི་ནས་ཡང་རྒྱ་སོ་སོ་ཨ་ནི་གོ་སྒྲིག་ཚོགས་ཆུང་གི་རང་ནང་ལ་ཡ་ཨ་ནི་སྐོར་ཁྲིད་མཁན་གྱི་ལས་འགུལ་ལས་འགལ་ཞུ་མཁན་གཅིག་ཆགས་བསྡད་ཡོད། དེ་ག་ནང་བཞིན་གྱི་ཨ་ནི་ཉིས་སྟོང་བཅུ་གཉིས་ལོ་ལ་ཡ་ཨ་རིའི་གྲོང་ཁྱེར་ནིའུ་ཡོག་ལ་གི་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་ལ་ཡ་ཨ་ནི་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་ཨ་ནི། རྒྱལ་གཅེས་དཔའ་བོ་གསུམ་གྱིས་ནི་མཛད་རྗེས་ངོ་རྒོལ་གནང་བ་རེད་སྐབས་དེ་དུས་ང་རང་གོ་སྒྲིག་ཚོགས་ཆུང་ནང་ལོགས་ལ་ཡང་ཡོད་དེ་ག་ནང་བཞིན་གྱི་ཉིས་སྟོང་བཅུ་གཉིས་ཀྱི་ཕྱི་ཟླ་དགུ་པའི་ནང་ལོགས་ལ་ཡང་ནི་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་དབུས་རྒྱུན་ལས་གསུམ་གྱིས་རྒྱ་གར་རྒྱལ་ས་ལྡི་ལི་ལ་ཡང་ནི། ཟས་སྤྱོད་ལས་འགུལ་སྤེལ་བ་རེད། ཟས་སྤྱོད་ལས་འགུལ་དེ་ནི། ཨ་རིའི་གྲོང་ཁྱེར་ནིའུ་ཡོག་ལ་ཡང་སྤེལ་བའི་མཉམ་སྤེལ་བའི་སྐབས་ལ་ཡང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་ཨེ་ཁས་ལེན་བྱས་པའི་དགོས་འདུན་དེ་གལ་ཡང་ལག་བསྟར་དགོས་པའི་གི་དེ་ནི། ཟས་སྤྱོད་དེ་གི་ཨ་ནི་མུ་མཐུད་རྒྱུན་མཐུད་ཆགས་བསྡད་ཡོད་དུས་འཛིན་པ་སྐབས་དེ་དུས་སོ་སོ། ཨ་ནི་མགོ་ཁྲིད་ཅིག་ཡིན་པའི་ཆ་ནས་ཨ་ནི་འཐབ་རྩོད་ལ་ཡར་དངོས་སུ་དངོས་ཤུགས་བརྒྱུད་གསུམ་ནས་ལན་བརྒལ་ལན་བྱེད་ཁུག་ཡུལ་དུས་འཛོམས་པ་སོ་སོའི་ངོས་ནས་ཨ་ནི་ཟས་སྤྱོད་ངོ་རྒོལ་འདིའི་ནང་ལོགས་ལ་ཡར་མཉམ་ཞུགས་བྱས་མཉམ་ཞུགས་བྱས་པར་མ་ཚད་ཨ་ནི་སྐབས་དེ་དུས་རྒྱ་གར་ལ་ཡར་རྒྱ་མིའི་དཔོན་པོ་སླེབས། རྒྱ་མིའི་དཔོན་པོ་སླེབས་ནས་ཨ་ནི་ཁོ་ནག་ཚོས་ང་ཚོ་ཟས་བཅད་བྱེད་མཁན་ཚོ་འཛིན་བཟུང་བྱས་བཙོན་ཁང་ལ་ཁྲིད། འདི་འདྲའི་གནས་སྟངས་བྱུང་བ་རེད། དེ་ནས་ཉི་མ་ཉི་ཤུ་རྗེས་ལ་ནི། རྒྱ་གར་ཉེན་རྟོག་པའི་བཙན་དབང་ཐོག་ནས་ནི་ཟས་སྦྱིན་དབང་པོ་དེ་སྡུག་བཟོ་བརྒྱབ་བཅུག་པ་རེད། གནས་སྟངས་དེ་འདྲའི་ཅིག་ཆགས་བསྡད་ཀྱི་ཡོད་རེད། འདི་ཅིག་ཞུ་བའི་འདོད་པ་བྱུང་སོང། འདི་ནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ལས་འགུལ་གལ་ཆེ་ཤོས་གཅིག་བོད་ཀྱི་གཞོན་ནུ་ལྷན་ཚོགས་གཞོན་ནུའི་གོ་སྒྲིག་གསབ་སྦྱོང་ཟེར་ཡག་བྱས་པ་རེད་འདི་ལྟ་ཉི་མ་ནས་མ་འོངས་པའི་བོད་ཀྱི་གོ་སྒྲིག་གསར་པ་གར་སོགས་རེད་གོང་འཕེལ་གཏང་ཡག་གི་ཆེད་དུ་གསབ་སྦྱོང་འདི་ལོ་རྟག་པར་གོ་སྒྲིག་ཞུ་བསྡད་ཀྱི་ཡོད་རེད་ང་རང་འདྲ་བོ་ཆ་བཞག་པའི་ནས་གསབ་སྦྱོང་འདི་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་གསབ་སྦྱོང་འདི་གི་བརྒྱུད་ནས་གཞོན་ནུ་ལྷན་ཚོགས་ཀྱི་ནང་ལོགས་ལ་ཡང་ལས་ཀ་བྱེད་ཡག་གི་གོ་སྐབས་འདི་འདྲ་བྱུང་པ་རེད། ཨ་ནི། སོ་སོ་འདྲ་བོ་ཆགས་ཤག་ཡིན་ན་ཞུ་ནི་ལྷན་ཚོགས་ཀྱི་སྤྱི་ཁྱབ་ཨུའི་རྒྱུན་ལས་ཁང་ལ་ཡར་ལས་ཀ་བྱེད་པའི་སྐབས་ལ་ཡང་ཉིས་སྟོང་བརྒྱད་ནས་ཉིས་སྟོང་བརྒྱད་ཉིས་སྟོང་དགུ་ཉིས་སྟོང་བཅུ་ཉིས་སྟོང་བཅུ་གཅིག་ཉིས་སྟོང་བཅུ་གཉིས་ལོ་འདི་གའི་ཆ་ཚང་གཅིག་ལ་ཡར་ཨ་ནི་བོད་ཀྱི་ཞུ་ནི་ལྷན་ཚོགས་ཀྱི་གོ་སྒྲིག་ཟབ་སྦྱོང་གི་ཨང་གོ་སྒྲིག་བྱེད་མཁན་གཙོ་བོ་གཅིག་ཆགས་བསྡད་ཀྱི་ཡོད་ཞུ་བ་ཡིན། ད་འདིའི་ནང་ལོ་ལ་ཡར་གལ་ཆེ་ཤོས་གཅིག་ད་ང་གར་སོང་རེད་ད་སྐབས་བཅུ་བདུན་པའི་དབུས་གཙང་ཆོས་ཀྱི་ཆོལ་ཁའི་སྤྱི་འཐུས་ནང་ལོག་ལ་ཡ་ཨ་ནི། ལངས་ཡག་གི་གནས་སྟངས་འདི་ག་འདྲས་སུ་ཆགས་པ་རེད་སྣ་བོ་ཚོ་ལ་ཞུས་པ་ཡིན་ན། ཨ་ནི་ཉེ་བའི་ཆར་ཡ་ད་འོས་བསྡུ་ལྷན་ཁང་གི་ཨ་ནི་བོད་མི་མང་སྤྱི་འཐུས་ལྷན་ཚོགས་སྲིད་སྤྱི་གཉིས་ཀྱི་ད་འོས་ཤོག་དང་འབྲེལ་བའི་ཨ་ནི་གསལ་བསྒྲགས་གནང་པའི་སྐབས་ལ་ཡ་ཨ་ང་ཉི་མ་ཞུ་ནི་ལྷན་ཚོགས་ནང་ལོག་ལ་ལས་ཀ་བྱེད་པའི་སྐབས་ལ་རེད་ཨ་ནི་ད་ད་ལྟ་བུ་དུ་ང་ད་ལས་ཀ་བྱེད་མྱོང་མཁན་ཨ་ནི་ཁ་ཤས་ཅིག་གིས་ཨ་ནི་ཁ་པར་ལས་ནི་ད་ཁྱེད་རང་ཨ་ནི་བོད་མི་མང་སྤྱི་འཐུས་ལྷན་ཚོགས་ནང་ལོགས་ལ་ཡར་ལངས་པ་ཡིན་ན་ཡག་པོ་འདུག། ཨ་ནི་ད་ཉམས་མྱོང་ཡོད་རེད་ལས་ཀ་བྱེད་ཀྱི་ཡོད་རེད་ཨ་ནི་ཐུབ་ཀྱི་ཡོད་རེད་ཨ་ནི་དེ་འདྲས་ཀྱི་ཨ་ནི་གསུང་སྐད་བྱུང་སོང་ཨ་ནི་སོ་སོའི་བའི་བསམ་བློ་བཏང་ནས་ཨ་ནི་ད་དངོས་གནས་ད་བོད་མི་མང་སྤྱི་འཐུས་ལྷན་ཚོགས་ནང་ལྷན་ཚོགས་ནང་ལོགས་ལ་ཡར་འོས་ཐོབ་པ་ཡིན་ན་ནི་བརྒྱ་ཆ་བརྒྱ་བྱེད་ཀྱི་ཡིན་ཞུས་པ་ཡིན། ཨ་ནི་ད་གལ་ཆེ་ཤོས་དེ་ག་རེད་ཟེར་བ་ཡིན་ན་ངེད་ཀྱི་བོད་མི་མང་སྤྱི་འཐུས་ལྷན་ཚོགས་ནང་ལངས་པའི་སྐབས་ལ་ཡར་ཨ་ནི། སྤྱི་འཐུས་ལྷན་ཚོགས་ནང་ལོགས་ལ་ལངས་པ་ཡིན་ན་ཁྱེད་རང་གིས་ག་རེ་ག་རེ་འཆར་གཞི་ག་རེ་ག་རེ་ག་རེ་ཡོད། དེ་འདྲའི་གི་གནས་སྟངས་མང་པོ་ཅིག་ཡོང་གི་ཡོད་རེད་ཨ་ནི། ད་རིས་ཁེ་ས་ང་རང་ཚོའི་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཡིན་པ་ཡིན་ནའི་ལས་ཨ་ནི། མི་སུ་སུའི་གི་རྣམ་ཆོས་དུ་མ་སོང་དེ་འདྲའི་གི་སྟོན་པའི་ཐོག་ནས་ཨ་ནི། མ་འོངས་པ་སྲིད་སྐྱོང་ཆགས་པ་ཡིན་ནའི་སྤྱི་འཐུས་ཆགས་པ་ཡིན་པ་ཡིན་ན་ཨ་ནི་ལས་ཀ་འདི་འདི་འདི་བྱེད་གི་ཡིན། དེ་འདྲའི་གི་འབྲེལ་བཤད་རྒྱག་གི་ལམ་ལུགས་ཅིག་ཆགས་བསྡད་ཀྱི་ཡོད་རེད། ད་ངའི་རྫུན་བཤད་དེ་ག་རེ་ཡིན་ཟེར་བ་ཡིན་ན། ངས་དངོས་གནས་འདི་འདི་འདི་འདི་འདི་བྱེད་ཀྱི་ཡིན་ལ་ནི། ཞུ་གི་ཞུ་གི་ཞུ་ཡ་ཁྱེད་མེད། གང་ཡིན་ཟེར་བ་ཡིན་ན། བོད་མི་མང་སྤྱི་འཐུས་ལྷན་ཚོགས་འདི་ཨ་ནི་སྒྲིག་འཛུགས་ཅིག་རེད། སྒྲིག་འཛུགས་འདིའི་ནང་ལོགས་ལ་ཡ་ཨ་ནི། འགྲོ་སྟངས་ཅིག་ཡོད་རེད་འགྲོ་ལུགས་ཅིག་ཡོད་རེད་སྤྱི་འཐུས་ལྷན་ཚོགས་ཀྱི་ལས་དོན་བྱེད་ཕྱོགས་ཀྱི་ལམ་སྟོན་ཡིག་ཆ་སྒྲིག་གཞི་ཆ་ཚང་ཅིག་ཡོད་བསྡད་པ་ཡིན་དུས་རྩོམ་པ་ཆ་ཚང་ཅིག་སོ་སོའི་འདོད་པ་ཡོད་པ་ནང་བཞིན་བྱེད་ཐུབ་ཀྱི་མ་རེད་བསམ་ཡག་གི་སེམས་པ་དེ་འདྲས་ཤིག་ཡོང་བསྡད་ཀྱི་འདུག། གཅིག་ནས་ང་རང་ཚོའི་བཙན་བྱོལ་གྱི་སྒྲིག་འཛུགས་འདི་ག་འདྲས་ཅན་རེད་ཟེར་བ་ཡིན་ན། རྒྱ་གར་དང་ཨ་རི་ནང་བཞིན་མ་ཡིན་པ་ཆབ་སྲིད་ཚོགས་པའི་གི་ཨ་ནི། གྲོས་ཚོགས་དང་གཞུང་རྐྱང་ཡང་མ་ཡིན་པ། དེ་འདྲས་གི་གནས་སྟངས་ཤིག་ཆགས་བསྡད་དུས་ཙམ་པ་ང་རང་ཚོའི་གི་གྲོས་ཚོགས་འདི་ཨ་ནི་ཆོལ་ཁ་གསུམ་ལས་ཨ་ནི་གྲུབ་པའི་གི་ཆོལ་ཁ་གསུམ་དང་ཨ་ཆུ་རྒྱུས་མངའ་གི་གྲུབ་པའི་གི་སྤྱི་འཐུས་ལྷན་ཚོགས་ཆགས་ཡོད་གི་ཡོད་དུས་ཙམ་པ། ཨ་འདི་ནག་རྡོལ་ཡ་བསམ་བློ་འདྲ་མ་འདྲ་ཡོང་ཆོག་གི་རེད་དེ་ལས་ཡིན་པ་ཡིན་ནས་ཚང་མས་ཀྱི་ལས་དོན་འདི་ལ་རྒྱབ་རྒྱ་རྒྱ་རྒྱབ་སྐྱོར་བྱེད་ཡ་ད་ང་ཚོ་གཞུང་འཛིན་པའི་ཚོགས་པ་ནང་བཞིན་གྱི་རྒྱབ་སྐྱོར་ཡོང་ཡ་དེ་ཁག་པོ་རེད་བསམ་གྱི་འདུག་དེ་འདྲས་ཅིག་གི་ཐོག་ནས་ངའི་ངོས་ནས་སྤྱི་འཐུས་ལྷན་ཚོགས་ལ་ཡ་ནི་ང་སྤྱི་འཐུས་ནག་ལོག་ལ་སླེབས་པ་ཡིན་ན་ལས་ཀ་འདི་འདི་འདི་བྱེད་དགོས་འདི་འདི་འདི་བྱེད་ཀྱི་ཡིན་ཟེར་ཡ་གི་དེ་གལ་མེད་ཡིན་པ་ཡིན་ནས་ལས་བོད་རྒྱ་ཆེ་མང་ཚོགས་བོད་པའི་འཐབ་རྩོད་འདི་གཞི་བཞག་པའི་ཐོག་ནས་གལ་ཆེ་ཤོས་དེ་ངས་ག་རེ་མཐོང་གི་འདུག་ཟེར་པ་ཡིན་ན་ང་སྤྱི་འཐུས་ལྷན་ཚོགས་ནང་སླེབས་པ་ཡིན་ན་ཏན་ཏན་ངས་ཤུགས་རྒྱག་ཡ་གི་ནུས་པ་གཅིག་གོ་བ་ཐོན་གི་འདུག་ཟེར་བ་ཡིན་ན་བོད་ཀྱི་སྐད་དང། ཡི་གེ་སྲུང་སྐྱོབ་བྱེད་ཡ་དེ་ཧ་ཅང་གི་གནད་འགག་ཆེན་པོ་གཅིག་ཐོན་གི་འདུག་བོད་ཀྱི་སྐད་དང་ཡི་གེ་དེ་སྲུང་སྐྱོབ་བྱེད་དགོས་ཡ་གི་གནད་དོན་གཙོ་བོ་དེ་ལྟ། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོ་ལ་ཡ། ང་ཚོ་བོད་དེ་རྒྱ་མིས་བོད་ས་ཡོངས་རྫོགས་རྒྱ་མིས་བཙན་འཕྲོག་བྱས་པའི་རྗེས་ལ་ཡ་སྐྱབས་མགོན་རིན་པོ་ཆེ་རྒྱ་གར་ལ་ཕེབས། དེ་མ་སུ་རི་ལ་ཡ་ཨ་ནི། སྦིར་ལ་མགྲོན་ཁང་ལ་ཡང་ཨ་འདི་དུས་སྐྱབས་མགོན་རིན་པོ་ཆེན་དང་རྒྱ་གར་གྱི་སྲིད་བློན་དམ་པ Pandit Nehru མཆོག་མཇལ་འཕྲད་ཞུས་ཨ་སྐབས་དེ་དུས་སྐྱབས་མགོན་རིན་པོ་ཆེན་གྱིས་གསལ་པོ་ཅིག་ག་རེ་རྒྱ་གར་གྱི་སྲིད་བློན་དམ་པ Nehru ལ་ག་རེ་ཞུས་ཡོད་རེད་ཟེར་བ་ཡིན་ན་ཨ་ནི། ཉེ་ཡལ་གྱི་བོད་མ་འོངས་པའི་བོད་བལ་གྱི་འཐབ་རྩོད་འདི་མ་འོངས་པའི་བོད་པའི་འཐབ་རྩོད་འདི་རྒྱུན་འཁྱུག་གནས་ཡག་དང་བོད་མི་རིགས་ཀུ་ངོ་མ་བླ་ཡག་གི་ཆེད་དུ། བོད་ཀྱི་སྐད་ཡིག་དང་རིག་གཞུང་སྲུང་སྐྱབ་བྱེད་ཡག་གི་ཆེད་དུ། བོད་པའི་གི་རླབས་སྒྲ་ཟུར་དུ་བཙུགས་སྒུག་ཡོད་བོད་པའི་གཞོན་སྐྱེས་འདི་གས་ལ་ཡག་ཤེས་ཡོན་སྤྲད་སྒུག་འདུག་འདི་གསལ་པོ་ཞེ་དྲག་གསུངས་ཡོད་རེད། སྐབས་དེ་དུས་ནེ་རོ་གིས་ག་རེ་གསུངས་ཡོད་རེད་ཟེར་བ་ཡིན་ན། བོད་པའི་སྦུ་གུ་ལ་ཤེས་ཡོན་སྤྲད་ཡག་འདི་ལས་ལྷག་པོ་རེད། རྒྱ་གར་གྱི་གཞུང་གི་བསླབ་གྲྭ་མང་པོ་ཡོད་རེད་དེ་འདྲུའི་གནའ་ལུགས་ལ་བཏང་ཆོག་གི་རེད་དེ་དུས་བཀའ་གནང་ཡོད་རེད་དེ་སྐྱབས་མགོན་རིན་པོ་ཆེན་གྱི་འདི་འགྲིག་གི་མི་འདུག་ངའི་བོད་ཀྱི་ཨ་ནི། མི་རིགས་རེད་དེ་ག་ནང་ཞིག་ངོ་བོ་རེད་སྐད་དང་ཡི་གེ་རིག་གཞུང་འདི་ག་སྲུང་སྐྱབས་བྱས་ཆེད་དུ་ཨ་ནི་བོད་པའི་བསླབ་གྲྭ་ཟུར་དུ་བཙུགས་དགོས་འདུག་དེ་འབོད་སྐུལ་ཞུས་པ་ནང་བཞིན་གྱི་བོད་པའི་བསླབ་གྲྭ་ཟུར་དུ་ད་ལྟ་བུ་དུ་མང་པོ་བཙུགས་ཡོད་རེད། རྒྱ་གར་གྱི་སྲིད་བློན་གྱི་ཞལ་བཞེས་གནང་བ་ནང་བཞིན་གྱི་སྐྱབས་མགོན་མོ་ཆེའི་དགོངས་པ་ཆེན་པོ་བཞེས་པའི་ཐོག་ནས་ནི་བོད་པའི་སླབ་གྲྭ་མང་པོ་ཆེ་ཟུར་དུ་བཙུགས་ཡོད་རེད། ཡིན་པ་ཡིན་ནའི་ལས་འདས་པའི་ལོ་ངོ་དྲུག་ཅུའི་ནང་ལོགས་ལ་ང་ཚོ་མ་འཆི་མེད་བཏབ་པ་ཡིན་ན། ང་ཚོ་བོད་པའི་སྐད་དང་ཡི་གེ་དེ་ཧ་ཅང་གི་ཉམས་ཆག་འགྲོ་བསྡད་ཡོད་རེད། བོད་ནང་ལོགས་ལ་ཡང་བོད་མི་ཚོ་ལ་ཁག་ཡོད་མ་རེད་རྒྱ་མི་མང་ང་ཆེ་བོད་པ་ཉུང་ང་ཆགས་བསྡད་ཀྱི་ཡོད་རེད་གནས་སྟངས་དེ་འད་ཅིག་ཡོད་རེད་དེ་ལས་ནི་ཕེ་གྷལ་ལ་ཡིན་པ་ཡིན་ན་ལྟ་བུ་བལ་གྱི་སྐད་དང་ཡི་གེ་དེ་ཚོ་བེད་སྤྱོད་བྱེད་ཡོད་འདོད་ཙམ་པ་དཀའ་ངལ་ཆེན་པོ་འཕྲད་ཀྱི་ཡོད་རེད། ང་ཚོ་བཙན་བྱོལ་ནང་ཡོད་མཁན་ཚོས་རང་དབང་ཅན་གྱི་ལུང་པ་ལ་ཡོད་མཁན་ཚོས་ཀྱིས་ཨ་ནི་བུ་བལ་གྱི་སྐད་དང་ཡི་གེ་འདི་སྲུང་སྐྱོབ་བྱེད་ཡ་ཧ་ཅང་གི་གལ་ཆེན་པོ་རེད། ད་འདས་པའི་ལོ་ངོ་ལྔ་བཅུའི་ནང་ལོ་ལ་ཡང་འདས་པའི་ལོ་ངོ་དྲུག་ཅུའི་ནང་ལོ་ལ་ཡང་ང་ཚོས་འཐུས་ཤོར་གོ་བ་ཕྱིན་པ་རེད་འདི་ཧ་ཅང་གི་དཔེ་མི་སྲིད་པའི་གལ་ཆེན་པོ་རེད་བསམ་བློ་བཏང་ཡ་འདིའི་ཐོག་ལ། ད་མ་འོངས་པ་བུ་བལ་གྱི་འཐབ་རྩོད་འདི། དཀའ་ངལ་མ་སེལ་བར་ལོ་ཉི་ཤུ་ལྷག་ཟིག་གི་རེད་སུམ་ཅུ་ལྷག་ཟིག་རེད་ལྔ་བཅུ་ལྷག་ཟིག་གི་རེད་བརྒྱ་ལྷག་ཟིག་གི་རེད་དེ་འདྲས་ཅིག་ལྷག་པའི་སྐབས་དེ་ལ་ཡ་ང་ཚོའི་བོད་པའི་གི་སྐད་དང་ཡི་གེ་འདི་མེད་པ་ཡིན་ན་བོད་མི་རིགས་དང་བོད་པའི་འཐབ་རྩོད་འདི་རྩ་བརླག་འགྲོ་ཡ་ཉག་གཅིག་རེད་ད་ད་ལྟའི་ཆ་ལ་ཡིན་ན་བོད་ཆགས་འཇིག་གི་གནས་སྟངས་དེ་ཕྱག་དེའི་ཡུལ་དུས་འཛོམས་པ་ད་ང་རང་ཚོ་བོད་པ་མི་རེ་ངོ་རེ་གི་ཐོག་ནས་བོད་ཀྱི་སྐད་ཡིག་དང། ཨ་ནི་རིག་གཞུང་དེ་སྲུང་སྐྱོབ་བྱེད་ཧ་ཅང་གི་གལ་ཆེན་པོ་ཆགས་བསྡད་ཀྱི་འདུག་བསམ་གྱི་འདུག་ཨ་ནི། ད་ང་རང་ཚོ་དཔེ་མཚོན་བཞག་པ་ཡིན་ན་ད་རི་སྐད་ས། གཞིས་ཆགས་ཁག་ནང་ལོགས་ལ་ཡིན་པ་ཡིན་ནའི་རེད། ཁྱིམ་སོ་སོའི་ནང་ལོགས་ལ་ཡིན་པ་ཡིན་ནའི་རེད། ད་བོད་པ་མང་ཆེས་ཅིག་གིས་ནི་བོད་སྐད་མཉམ་དུ་ལ་ཡ། ཨིན་ཇིའི་སྐད་ཡ་ན་རྒྱ་གར་སྐད་རྒྱ་གར་ཡ་མིན་ན་རྒྱ་གར་ལྷོ་ཕྱོགས་ཀྱི་སྐད་དེ་འདྲས་སྤྲེལ་སྤྲེལ་བཏགས་ནས་བོད་སྐད་དེ་ར་མ་ལུག་ཆགས་བསྡད་ཀྱི་ཡོད་རེད། དེ་འདྲས་ཀྱི་སྐད་ཞིག་བརྒྱབ་ཡོང་པའི་སྐབས་དེ་ལ་ཡ་ནི་རིམ་པས་རིམ་པས་རིམ་པས་རིམ་པས་བྱས་ནས་ང་ཚོའི་བོད་པའི་གི་སྐད་ཡིག་དེ་བརླག་ཡ་གི་ཉེན་ཁ་ཞེའུ་ཞིག་མཐོང་གི་འདུག་ད་འདི་བརླག་བཟོ་ན་ང་རང་ཚོ་གི་འཛམ་བུ་གླིང་འདི་འགའ་ལ་ཡ་བོད་མི་རིགས་ལ་ཡ་དེ་བརླག་འགྲོ་ཡ་ཉེན་ཁ་རེད། བོད་པའི་སྐད་དང་རིགས་འདི་གར་སོང་རེད་རིག་གཞུང་འདི་བརླག་བས་ན་བོད་པའི་ངོ་བོ་འདི་བརླག་འགྲོ་གི་རེད་ད་བོད་པའི་ངོ་བོ་འདི་བརླག་སོང་ན་ང་ཚོ་བོད་པའི་འཐབ་རྩོད་འདི་ནམ་ཡང་གནས་ཐུག་གི་མ་རེད་བསམ་སེམས་ནང་སེམས་འཚབ་ཆེན་པོ་ཞེ་དྲག་ཡོང་གི་འདུག་ད་སེམས་འཚབ་ཆེན་པོ་ཡོང་པ་ནང་བཞིན་གི་སོ་སོའི་ངོས་ནས་རྣམ་པ་ཚོ་ཡང་དེ་འདྲས་གི་དགོངས་སྲིད་གི་རེད་ཁྱེད་རང་སེམས་འཚབ་བྱེད་གི་འདུག་ཨ་ཁྱེད་རང་ངོས་ནས་ག་རེ་བྱེད་གི་ཡོད་དེ་འདྲས་གི་བཀའ་མོལ་ཡོང་སྲིད་གི་རེད་འདི་ཡིན་དུས་འཛིན་པ་ད་ང་འདྲ་བོ་ཆགས་ཤར་བས་ན་ད་ལྟ་དེ་མ་སུ་རི་ཨེ། བོད་ཁྱིམ། གྱི་འཛིན་སྐྱོང་དེ་རྗེས་གནང་ལོ་ལ་ཡ། ནི། ལས་ཀ་བྱེད་བསྡད་ཀྱི་ཡོད་རེད། ད་དེ་ལ་ལས་ཀ་བྱེད་ནས་ལོ་དྲུག། ལྷག་ཟིག་འགྲོ་གི་ཡོད་རེད། ངེད་ཀྱི་བཟའ་ཟླ། ཨ་ནི་མ་སུ་རི་ཁྱིམ་ཚང་གི་ཨ་མ་ལགས་ད་མ་ཚབ། བྱས་ནས་ལོ་ལྔ་ཟིག་འགྲོ་གི་ཡོད་རེད། སྐབས་དེའི་རིང་འགའ་ལ་ཡ་སོ་སོའི་ངོས་ནས་ཁྱིམ་ཚང་གི་སྤུ་གུ་དེ་ཚོ་ལ་ད་ངའི་ཁྱིམ་ཚང་གི་ནང་ལོ་ལ་ཡ་གནས་པའི་སྤུ་གུ་ད་ངའི་ཁྱིམ་བཟའ་ཟླ་གི་ཁྱིམ་ཚང་འདྲ་གུ་ཆ་བཞག་པའི་ན་སྤུ་གུ་ལྔ་བཅུ་ཙི་ཡོད་རེད་དེ་རྙེད་ལ་ཕྱིས་སུ་ཁྱིམ་ཚང་གཞན་པ་ལ་སྤོས་ནས་ད་ལྟའི་ཆ་ལ་ཡ་པུ་གུ་ད་འདུག་ཉི་ཟེར་ང་སུམ་ཅུ་བར་ལ་འདུག་ཡོད་རེད་ད་དེའི་རྙེད་སྤུ་གུ་དེ་ཚོ་ལ་ག་རེ་བྱེད་དགོས་རེད་ཟེར་བ་ཡིན་ན། གཟའ་ལྷག་པ་སྟག་པག་རེད། བོད་སྐད་གཙང་མ་གཙང་རྐྱང་རྒྱབ་བཅུག་གི་ཡོད་ཞོགས་ཁས་བླངས་པ་གནས་ཆེ་དགོན་སྡེ་དགོན་བདག་མ་ཉན་བུ་དོ་ཡིན་གཅིག་མིན་གཅིག་བོད་སྐད་གཙང་མ་གཙང་རྐྱང་རྒྱབ་དགོས་གི་ཡོད། ད་བོད་སྐད་གཙང་མ་ཙམ་ཀྱང་རྒྱབ་ནས་ཕན་ཐོག་གར་ཡོད་རེད་ངས་ཁོ་རང་ཚོར་འགྲེལ་བཤད་རྒྱབ་ང་རང་ཚོ་བོད་པ་སྦྱིན་པའི་ཆ་ན་བོད་པའི་གི་བོད་ཀྱི་སྐད་ཡིག་དེ་ཤེས་དགོས་ཀྱི་རེད་བོད་པའི་གི་སྐད་རྒྱབ་སྟངས་ཤེས་དགོས་ཀྱི་རེད། དེ་ཡིན་དུས་རྩོམ་པ་ཨ་ནི་ང་ཚོ་བོད་པས་གི་བོད་སྐད་མ་དག་པོ་མ་རྒྱབ་པ་ཡིན་ན་སུས་རྒྱབ་ཀྱི་རེད། པན་ཆེན་རིན་པོ་ཆེའི་སྐུ་གོང་མས་གི་གསུངས་ཡོད་རེད། ཨ་ནི་བོད་སྐད། མ་ཤེས་བས་ནི་ངོ་ཚ་གོ་རེད་སྐད་ཡིག་ག་ཚོད་མང་པོ་ཤེས་བས་ནི་ཡག་པོ་རེད་དེ་ལས་བོད་སྐད་མ་ཤེས་ན་ངོ་ཚ་གོ་རེད་ཁྱེད་རང་ཚོ་ད་ང་ཚོ་ཚང་མ་བོད་པ་ཡིན་པའི་ཆ་ནས་བོད་པའི་སྐད་དེ་ངེས་པར་དུ་ཤེས་གོ་རེད་བསམ་ཡག་གི་ཚོར་བ་ཆེན་པོ་ཡོད་ད་དེ་ཡིན་དུས་རྩོམ་པ་བོད་པའི་སྐད་དང་རིག་གཞུང་དེ་མ་བརླག་ཡ་ཆེད་དུ་ངའི་ངོས་ནས་ད་ལྟ་བོད་དོ་བེད་སྦྱོང་དེ་བྱེད་བསྡད་དེ་བྱས་བསྡད་ཀྱི་ཡོད་རེད་པུའུ་ཁོ་རང་ཚོའི་དངོས་གནས་ལས་དང་པོ་དུ་བ་དངོས་གནས་དཀའ་ངལ་འཕྲད་ཀྱི་འདུག་ཁོ་ཚིག་མ་གདང་ཡ་ད་དེ་འདྲས་ཡོང་འདུག་ཚིག་མ་གདང་ཡ་དེ་ཚོ་ཨ་མྱེས་ཀྱིས་ཤུགས་ཁུར་གང་སྦྱར་ནས་ཨ་ནེ་ཁོ་རང་ཚོ་ལས་ལྟ་ཞོག་ཨ་ཚིག་ཁྱེད་རང་གི་ཁ་ཟས་ཚིག་དེ་ནོར་འདུག་ཨ་ཚིག་དེ་ལ་འདི་ལབ་གི་ཡོད་རེད་ད་དེ་འདྲས་ཀྱི་འབད་བརྩོན་བྱས་ཡ་དེ་ད་ད་ད་སྤུ་ལྡོག་བྱས་བསྡད་པ་ཅི་རེད་མ་འོངས་པ་མུ་མཐུད་ནས་བྱེད་དུ་ཡ་ད་དེ་འདྲས་ཀྱི། ལས་ཀ་ཆུང་ཙག་ཆུང་ཙག་ཆུང་ཙག་ནས་ཨ་ནི་ང་རང་ཚོ་བོད་པའི་གི་སྐད་དང་ཡི་གེ་སྲུང་སྐྱོབ་བྱེད་ཐུབ་ཀི་རེད་བསམ་ཡག་གི་སེམས་ཚོར་ཆེན་པོ་ཡོད་དེ་ཀ་ནང་བཞིན་གི་བོད་མི་མང་སྤྱི་འཐུས་ལྷན་ཚོགས་ནང་ལོགས་ལ་ཡ་ཨ་ནི་འོས་དེབ་བྱུང་ནས་ཨ་སྐབས་བཅུ་བདུན་པའི་དབུས་གཙང་སྤྱི་འཐུས་ནང་ལོགས་ལ་ཡ་སླེབས་པ་ཡིན་ན་ཏན་ཏན་ངེས་གི་འདི་གང་ལ་ཡ་རྒྱ་ཆ་རྒྱ་ཤུག་རྒྱག་དགོས་ཡ་ཆག་འདུག་གཞན་པའི་གི་གནས་སྟངས་གང་ལ་ཡ་ད་སྐྱོ་པོ་ལ་རོགས་པོ་བྱེད་དགོས་ཡ་རེད་འདི་འདྲའི་གི་རིགས་ད་ཆུང་ཙག་ཆུང་ཙག་རེད་ད་འདས་ངེས། ད་བསམ་བློ་བཏང་ཡོད་དུས་རྩོམ་པ་ཆེ་ཤོས་དེ་མ་འོངས་པའི་བོད་པའི་འཐབ་རྩོད་གནས་ཡ། མ་འོངས་པའི་བོད་མི་རིགས་གནས་ཡ། མ་འོངས་པའི་བོད་ཀྱི་རྒྱལ་ཁབ་འཛུགས་སྐྲུན་ཡོང་ཡ། ནང་པ་སངས་རྒྱས་པའི་ཆོས་ཀྱི་བསྟན་པ་འཛིན་ཐུབ་ཡ་ལྷག་པར་དུ་བོད་ཁྱོན་བོད་བརྒྱུད་ནང་བསྟན་འདི་སྲུང་སྐྱོབ་བྱེད་ཐུབ་ཡ་འདི་གའི་ལི་ཡ་གཙོ་བོ་ཆེ་ཤོས་དེ་བོད་ཀྱི་སྐད་དང་ཡི་གེ་དེ་ཡིན་དུས་རྩོམ་པ་ངས་ཏན་ཏན་བོད་པའི་བོད་མི་ཡོངས་ལ་ཡང་འབོད་སྐུལ་ཞུ་ཡ་གི་ནུས་པ་བཅས་ཐོན་ཐུབ་ཀི་རེད་བསམ་གི་འདུག་དེ་ག་ནང་བཞིན་གི་འབྲེལ་ཡོད་སྡེ་ཚན་ཁག་ལ་ཡིན་པའི་ནས་ལས་འདིའི་སྒང་ལ་ཡང་ནུས་པ་བཏོན་ཡ་གི་ཤུགས་རྒྱབ་ཐུབ་གི་རེད་བསམ་གི་འདུག་ད་འདི་འདྲའི་ཅིག་གི་ཆ་ནས་ངས་གི་སྐབས་བཅུ་བདུན་པའི་དབུས་གཙང་ཆོས་ཀི་ཆོལ་ཁའི་སྤྱི་འཐུས་ནང་ལོགས་ལ་ཡང་ལང་ཡ་གི་བསམ་བློ་དེ་འདྲས་ཅིག་འཁྱེར་པའི་ཐོག་ནས་ལངས་ཀྱི་ཡོད་ཞུ་ཡ་གཅིག་ཡིན། ཨ་དེ་ནས་ད་གལ་ཆེ་ཤོས་དེ་གཅིག་དེ་ག་རེད་ཟེར་བ་ཡིན་ན་ང་རང་ཚོ་བོད་པའི་འཐབ་རྩོད་དེ་བོད་པ་རང་གིས་འགན་འཁུར་དགོས་ཀྱི་ཡོད་རེད། ང་འདྲ་བོ་ཆ་བཞག་པ་ཡིན་ན་ད་སྐྱབས་མགོན་རིན་པོ་ཆེ་འགི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་བོད་ནས་སླད་དེ་ལ་སླད་ནས་ཨ་ནི་སློབ་སྦྱོང་རག་སློབ་སྦྱོང་རག་ནས་ཨ་བོད་པའི་སྤྱི་ཚོགས་ནང་ལོག་ལས་ཀ་བྱེད་ཡ་གོ་སྐབས་དེ་རག་ཡོད་དུས་ཙམ་པ་ད་ང་ཚོ་བོད་པའི་འཐབ་རྩོད་དེ་བོད་པ་རང་གི་འགན་འཁྱེར་དགོས་ཀྱི་ཡོད་རེད། འགན་འཁྱེར་པ་ཙམ་མ་ཡིན་པ་ནུས་པ་བཏོན་དགོས་ཀྱི་ཡོད་རེད། ད་ང་ངའི་རྩོད་གཞི་འདི་ཆགས་ཞག་བོད་ནང་གཞི་རིམ་སླབ་གྲ་རེད་མཐོ་རོབ་རེད་ཨན། ད་གར་ཚུགས་ར། གཙུག་ལག་རབ་འབྱམས་པའི་སློབ་སྦྱོང་འདི་གའི་ར་ཡོད་དུས་ཙམ་པ་སློབ་སྦྱོང་འདི་གའི་བེད་སྤྱོད་བཏང་ས་དེ་ཨན་བོད་པའི་སྤྱི་ཚོགས་ནང་ལོག་ལ་ཡང་བཏང་དགོས་ཡ་གཅིག་ཆགས་ཀྱི་ཡོད་རེད་ད་སོ་སོའི་གི་ནུས་པ་སྤུངས་ནས་ཨ་ནི། ད་གཞོན་སྐྱེས་ཀྱི་ཡིན་པའི་ཆ་ནས་བོད་པའི་ཐབས་ཚུལ་ལས་རྒྱལ་མ་སྐྱེས་པ་ཡིན་ན་སུས་ཁྱི་གི་རེད་བསམ་ཡག་གི་སེམས་ནས་ཚོར་བ་ཆེན་པོ་ཡོད་པའི་ཐོག་ནས་བོད་པའི་གི་ཐབས་ཚུལ་གི་འགན་དེ་ང་རང་ཚོ་རང་གི་ཁྱེད་གུག་འདུག་བོད་པའི་གཞོན་སྐྱེས་ཚོས་ཁྱེད་གུག་འདུག་སྡིག་གི་ཐོག་ནས་ཞུ་ཡག་གི་འདོད་པ་བྱུང་སོང་ཨ་དེ་ག་ནང་བཞིན་གི། སོ་སོ་འདྲ་བོ་ཆགས་བཞག་ཡོད་ན་ངེད་ཀྱིས་དོན་གྱིས་གོང་ལ་ཞུ་ཡས་གཅིག་དེ་ཉི་མ་ང་མཐོ་སློབ་ཐོན་པོ་ད་ག་ཡ། ཨ་ནི་གར་སོགས་རེད་ད་གཙུག་ལག་རང་འཇམ་པའི་མཐོ་སློབ་ཐོན་པོ་ད་ག་ཨེ་མེ Political Science ཐོན་པོ་ད་ག་ཡ། ཨ་ནི་ངའི་དགེ་རྒན་གྱིས་ག་རེ་གསུངས་སོ་ཟེར་བ་ཡིན་ན་ཁྱེད་རང་ཨ་ནི། རྒྱ་གར་གྱི་མཐོ་སློབ་ཅིག་གི་ནང་ལོ་ལི་ཡ་ཨ་ནི་རྒྱ་གར་གྱི་རྩ་ཁྲིམས་ཀྱི་སློབ་ཁྲིད་བྱེད་མཁན་གྱི་དགེ་རྒན་ལ་བསྐོས་དགོས་ཨ་ཁྱེད་རང་བྱེད་ཀྱི་ཡིན་པས་དེ་དུས་ཁོ་རང་གི་སྲས་པོ་ཞེ་དྲག་གསུངས་སོ། ཨ་མྱེས་དེ་དུས་ཁོ་རང་ལ་ག་རེ་ཞུ་ཡིན་ཟེར་ན་མཐོ་ཆེ་ཆེ་ན་ཞུ་ཡིན་རྒྱ་ལགས་ཡིན་ང་ལ་འདི་ག་ཅིག་གི་གོ་སྐབས་ན་འདི་གནང་པ་དེ་མཐོ་ཆེ་ཆེ་ན་ཡིན་པ་ཡིན་ནས་ང་ད་ལྟ་བུ་དུ་གསོ་སྐྱོང་བྱེད་མཁན་དེ་བོད་པའི་སྤྱི་ཚོགས་ཡིན། ང་ད་ལྟ་བུ་དང་གསོ་སྐྱོང་བྱེད་མཁན་དེ་སྐྱབས་མགོན་རིན་པོ་ཆེ་ཡིན། ང་ད་ལྟ་བུ་དང་གསོ་སྐྱོང་བྱེད་མཁན་དེ་བོད་གཞུང་ཡིན། ང་ད་ལྟ་བུ་དང་གསོ་སྐྱོང་བྱེད་མཁན་དེ་མ་སུ་རི་བོད་ཁྱིམ་ཡིན། འདི་ཡིན་དུས་ཙམ་པ། ཨ་ནི། ངེད་ཀྱི་ཐོག་མར་ཞབས་ཕྱི་དེ་བོད་པའི་སྤྱི་ཚོགས་རང་ལ་ཞུ་གི་ཡིན། མ་འོངས་པར་དེ་འདྲའི་གོ་སྐབས་བྱུང་སོང་ན། རྒྱ་ལག་གིས་གསུངས་པ་ནང་བཞིན་གྱི། རྒྱ་གར་གྱི་མཐོ་སློབ་དེ་འདྲའི་ནང་རྩ་ཁྲིམས་ཀྱི་སློབ་ཁྲིད་ཞུ་གི་ཡིན། ཐོག་མར་ངས་ཨ་ནི་ལས་ཀ་བྱེད་ཡ་དེ་བོད་པའི་སྤྱི་ཚོགས་རང་ལ་བྱེད་ཀྱི་ཡིན། སོ་སོའི་ངོས་ནས་དེ་འདྲའི་གསལ་བོ་གཅིག་ཞུ་ཡ་རག་སོང། དེ་ལས་བརྟེན་པའི་ད་ལྟ་གུ་དོག་བོད་པའི་སྤྱི་ཚོགས་ནང་ལོ་ལེགས་ཡར་ཞབས་ཕྱི་ཞུས་བསྡད་པ་ཡིན། སོ་སོ་འདྲ་བོ་ཆགས་ཆགས་པས་ན། ཉིས་སྟོང་བཅུ་གཉིས་ལོ་ལ་ཨ་རི་འགྲོ་ཚར་བ་རེད། དེའི་རྗེས་ལ་ཡང་ཨ་ནི་ཨ་རི་འགྲོ་ཡ་ཡིན་པ་ཡིན་ན་ལས་སླ་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་ཡིན་པ་ཡིན་དེ་ལས། སེམས་ནང་གཙོ་བོ་སེམས་ཚོར་ཆེ་ཤོས་དེ་ག་རེད་ཟེར་ན་བོད་པའི་སྤྱི་ཚོགས་ནང་ལོ་ལ་ང་ཚོས་ཞབས་ཕྱི་ཞུ་དགོས་རེད་བོད་པའི་སྤྱི་ཚོགས་ནང་ལོ་ལ་ང་ག་རེ་ཡིན་མིན་དེ་བཟོད་མཁན་དེ་བོད་པའི་སྤྱི་ཚོགས་ཡིན། བཙན་བྱོལ་བོད་གཞུང་ཡིན་སྐྱབས་མགོན་རིན་པོ་ཆེ་ཡིན་མ་སུ་རེད་བོད་ཀྱི་མི་འདི་ཡིན་དུས་བརྩམས་པ་ངེད་ཀྱིས་བོད་པའི་སྤྱི་ཚོགས་ཁོ་ར་ལ་བལྟས་ནས་ཞབས་ཕྱི་ཞུ་དགོས་རེད་ང་ཨ་རི་ལ་འགྲོ་ནས་ངའི་ནང་མི་དང་ཨ་ནི། སྤུན་རྒྱག་རིང་དུ་ཡག་པོ་བཟོ་ཡག་གི་བསམ་བློ་དེ་མ་སྐྱེས་པའི་ཐོག་ནས་ཨ་ནི། སོ་སོའི་གི་བཙན་བྱོལ་སྤྱི་ཚོགས་ནང་ལ་བསྡད་ནས་རྒྱ་གར་ལུང་པ་ལ་བསྡད་ནས་ཨ་ནི། ཞབས་ཕྱི་ཕྱི་བྱུང་ལ་མ་ལྟོས་པའི་བོད་པའི་སྤྱི་ཚོགས་ནང་ལོག་ལ་ཡང་ཞབས་ཕྱི་ཞུ་ཡག་དེ་ཨ་ནི། ཆོད་སེམས་བརྟན་པོ་ཡོད་དེ་ཡིན་དུས་ཙམ་པ་ཨ་ནི། སོ་སོའི་ངོས་ནས་བོད་པའི་སྤྱི་ཚོགས་ནང་ལ་ད་ལྟ་བུ་དུ་ཨ་ནི། ལས་ཀ་བྱེད་སྡོད་ཡག་གི། བྱེད་ཐུབ་ཡ་དེ་གནས་སྟངས་འདི་འདྲས་ཀྱི་ཆགས་པ་རེད། མ་འོངས་པ་ཡིན་པའི་གནས་ལས་སོ་སོའི་གི་མེས་ཚིག་གི་སྙིང་པོ། ད་ཚེ་འདིའི་གི་མེས་ཚིག་གི་སྙིང་པོ་ཟེར་ནས་མི་འདུག་མེས་ཚིག་གི་དོན་གཙོ་བོ་དེ་ང་རང་ངོས་ནས་འགོ་འཛིན་བྱེད་ཡ་དེ་བོད་རྒྱ་ཆེ་མང་ཚོགས་ལ་ཡ་ཞབས་ཀྱི་ཞུ་ཡ་རེད། བོད་མི་དམངས་ལ་ཡ་ཞབས་ཀྱི་ཞུ་ཡ་རེད། ཕྱིས་འབྱུང་ག་རེ་ཡིན་མིན་མ་ལྟོས་པས་བོད་བོད་པའི་གི་གནད་དོན་ལ་ཡ་ཕན་ཐོགས་པའི་ནུས་པ་བཏོན་ཡ་དེ་ཡིན་བསམ་པའི་ཐོག་ནས་ཨ་ནི་བོད་པའི་གི་སྤྱི་ཚོགས་ནང་ལོགས་ལ་ཡ་ཞབས་ཀྱི་ཞུ་ཡ་གི་བདུན་པ་ཤུགས་ཆེན་པོ་ཡོད། འདས་ཀ་ནང་བཞིན་གྱི་དབུས་གཙང་ཆོས་ཀྱི་ཆོལ་ཁའི་སྤྱི་འཐུས་ནང་ལོགས་ལས་སླེབས་པ་ཡིན་ནའི་ལས་སོ་སོའི་གི་ནུས་པ་གང་ཡོད་ཀྱི་ལས་ཀ